ད་དེ་ནས་ཡ་སྟག་བདུན་བྱས། ར་སྟག་བཅུ་གཉིས་བྱས། ནས་ལ་སྟག་དྲུག། བ་སྟག་བཅུ་གཉིས་བྱས། དེའི་རྗེས་ལ་ཡ། ནས་སྒོ་ཅན་ཡི་གེ་གསུམ་ཡོད་ར་བ་ར་སྒོ་བཅུ་གཉིས། ལ་སྒོ་བཅུ། ས་སྒོ་བཅུ་གཅིག། དེའི་བྱས། ད་འདི་ཚོ་ཚང་མ་ཤེས་པ་ཡིན་ན་འདི་གི་ག་རེ་སྟོན་དགོས་རེད་ཟེར་ན་ངས་མིང་གཞི་ལབ་ཀྱི་ཡོད་རེད་མིང་གཞི་ཡི་གེ་དང་ངོ་ཤེས་དགོས་ར། སྔོ་འཇུག་རྗེས་འཇུག་མིང་གཞི་ཡང་འཇུག་ཟེར་ཡས་ཀྱི་འདི་ཚོ་འབྲུ་འདི་ཚང་མ་ལ་ཡ་ཡག་པོ་ཅིག་ངོ་ཤེས་པ་ཡིན་ན་སྦྱོར་རོགས་རྒྱ་འདི་ཙམ་པ་གཏན་འཁེལ་པ་ཅིག་དང་ལྡིང་ཚད་ཐིག་པ་ཅིག་དང་ཐག་ཆོད་པ་ཅིག་ཡོད་རེད། ཨ་ནི་འདི་ཚོ་ཆ་ཚང་གི་གཞི་འདྲ་བོ་དེ་དང་པོ་མིང་གཞི་ཡི་གེ་དེ་ཏག་ཏག་ཅིག་ག་ནས་སླེབས་ཀྱི་འདུག་སྒོ་ག་ནས་ཚུགས་འདུག་འདི་སྒོ་མ་ཚུགས་ན་ཨ་ནི། སྔོན་འཇུག་མིང་གཞི་རྗེས་འཇུག་ཡང་འཇུག་དེ་སྟེ་གཅིག་ཕྲུགས་བདེ་བ་ཅི་དང་རྟག་མཐའ་ཅི་མེད་པའི་སོར་ཅི་ཚད་རྟག་མཐའ་མ་ཐིག་པའི་སོར་ཅི་ཡོ་གདིང་བཞི་དང་ངོ་བཞི་ཤེས་སོ་ན་རྟག་མཐའ་རང་བཞིན་གྱི་སྒོ་ཚང་མ་འཁྲུལ་དགོས་རེད་ད་དེ་ག་འདྲའི་སྟག་གི་ཡིན་ཟེར་དེ་བྱིངས་ཀྱི་སྣག་ཚ་རྐང་ཚུགས་ནས་སྣག་ཚ་དམར་པོ་དེ་གི་རྟག་རྒྱབ་ཏུ་བ་ཨང་གི་གཉིས་པ་དེ་ལ་རྟག་ཏུ་མིང་གཞིའི་སི་ལ་ནས་བ་རྟག་ཨང་གི་མིང་གཞི་ངོ་སྤྲོད་དགོས་ཡིན་ད་མིང་གཞི་དེ་ངོ་སྤྲོད་ག་འདྲས་བྱེད་ཀྱི་རེད་ཟེར་ན་དང་པོ་དུ་འདྲེ་མི་འཇུག་པའི་ཡི་གེ་ཉི་ཤུའོ་སི་ལ་ཏུ་བ། མི་འཇུག་པའི་ཡི་གེ་ཉི་ཤུ་ཡོད་རེད་ང་ཚོ་བཀའ་མོལ་སུམ་ཅུ་གི་ནང་ལོ་ནས་གར་སོ་པ་རེད། རྗེས་འཇུག་གི་ཡི་གེ་དེ་ཚུར་གྱིས་ལེན་བཞག་པ་ཡིན་ན་རྗེས་འཇུག་ཡི་གེ་ཁོ་རང་གི་ནང་ལོ་ལ་ཡང་སྔོན་འཇུག་སྔ་དོན་གྱི་རེད་ཨ་ནི་ཡང་འཇུག་གཉིས་དེ་ཡང་དོན་འགྲུབ་ཡོད་རེད་ཇི་ལྟར་བརྩམས་པ་ལ་སུམ་ཅུ་ནས་བཅུ་དེ་ཕར་འཐེན་པ་ཡིན་ན་ཡི་གེ་གང་ཡིན་འབྲུ་ཉི་ཤུ་དེ་ལྷག་སོང་ཨ་འོ་དེ་ཡི་གེ་འབྲུ་ཉི་ཤུ་དེ་ལ་མི་འཇུག་པའི་ཡི་གེ་ཉི་ཤུའོ་སི་རེད་འོ་དེ་ཚོའི་ཡི་གེ་དེ་ཆ་ཚང་མིང་གཞི་རེད་དེ་ཚོ་ག་དུས་ཁྱེད་རང་གིས་མཐོང་དུས་བརྩམས་པ་དེ་མིང་གཞི་རེད་ལམ་སང་ཧ་གོ་བྱེད་དགོས་རེད། འདི་དང་པོ་རེད། ད་མིང་གཞི་ཡི་གེ་ཏག་ཏག་གཉིས་པར་རིག་པ་ག་རེ་ཡོད་ཟེར་ན། བ་ཏག་དེ་འདྲ་ལེགས་རེད་མཚམས་རྩ་ང་ཚོ་ཁ་བརྡའི་མི་ཁ་ཤས་ཀྱིས་བ་ཟུར་ཟེར་གི་འདུག་ཨ། བ་ཟུར་ཟེར་ན་འདྲ་བ་ཏག་ཟེར་ན་ཐལ་དེ་ཁོ་རང་གི་ཀློག་སྟངས་ཀྱི་སྒྲ་མ་འདྲ་བ་གཉིས་ཀློག་པར་མ་འདྲ་བ་གཉིས་ཀློག་བ་རེད་མ་གཏོགས་ཨ་ནི། ཡིན་རྒྱུ་གཅིག་པ་རེད་ཁོ་ཚོ་ཨ་བ་ཟུར་ཟེར་ཡས་དེ་རེད་ཡི་གེ་ལ་ཟུར་ཡི་གེ་གི་ཟུར་དེ་ལ་ཡ་བ་ཟུར་ཕྱིན་རྒྱུ་ཞིག་བྲིས་ཀྱི་འདུག་ཨ་འདི་ཡིན་ན་ལམ་སང་མིང་གཞི་ཡིན་པའི་རྟགས་སྟོན་གི་པ་རེད་ཡི་གེ་ད་ག་རང་ཟེར་གི་བར་ད། ད་དེ་མ་ཡིན་པ་ག་རེ་ཡོད་ཟེར་ན་མགོ་སྦྱིན་ཡི་གེ་གསུམ་ཡོད་རེད་བ། མགོ་སྦྱིན་ཡི་གེ་གསུམ་དེ་ག་རེ་རེད་ཟེར་ན་དེ་ལ་ངའི་སྣག་ཚ་དམར་པོ་དེ་ལ་བལྟ། ར། ར་ཡིན་པ་མགོ་སྦྱིན་དེ་རེ་བཅུ་གཉིས། ལ་ཡིན་པའི་མགོ་སྦྱིན་དེ་བཅུ། ས་ཡིན་པའི་མགོ་སྦྱིན་བཅུ་གཅིག་ཟེར་ལ་རེད་འདི་ཚོ་ཆ་ཚང་མིང་གཞི་རེད་ཡང་དེ་ཡང་མིང་གཞི་རེད་ངོ་ཤེས་ངོ་ར་བ། དེ་ནས་ཟློག་སྦྱིན་ཟེར་གྱི་འདུག་ཨ་ཟློག་སྦྱིན་འདི་ལ་ཡང་ཡི་གེ་གསུམ་ཡོད་རེད་འགོ་སྦྱིན་གསུམ་དང་ཟློག་སྦྱིན་གསུམ་ཟེར་ལ་རོ། ད་ཟློག་སྦྱིན་གསུམ་འདི་ག་རེད་ཟེར་ལ་དཔེར་ན་འདི་ལ་ཟློག་སྦྱིན་ཟེར་ཡ་གི་ཟློག་ཅན་ཟེར་ཟློག་ཟེར་དེ་ང་ཚོ་བཏགས་པའི་སྐད་ཆ་རེད་ང་ཚོ་ཅི་ཅི་ཅི་ཡ་བཏགས་ར་བཏགས་ལ་བཏགས་ཟེར་ཅི་ལས་གི་འདུག་ཨ། འོ་དེ་ཚོ་ལས་ཡ་ཨ་ནི་དུས་ད་ལྟ་བའི་གི་སྒྲ་སྦྱར་ན་ཟློག་ཟེར་གི་རེད་བ་བཏགས་པའི་ད་ལྟ་བའི་གི་སྒྲ་དེ་ལ་ཟློག་ཟེར་གི་རེད་བྱས་ཙང་བཏགས་ཨ་ཡི་ཞར་འཇོག་གི་གཅིག་ལ་ཟློག་སྦྱིན་ཟེར་མིང་བཏགས་པ་རེད་གོ་སོང་ཨ། བྱས་ཙང་ད་དེ་ལ་མ་འདྲ་བ་ག་རེ་ཡོད་རེད་ཟེར་ན་ཡ། ཡ་དག་ཡིན་པའི་ཡི་གེ་བདུན། ར་དག་ཡིན་པའི་ཡི་གེ་བཅུ་གཉིས། ཨ་ནི་ལ་དག་ཡིན་པའི་ཡི་གེ་དྲུག། ར། འོ་དེ་འདྲ་བྱེད། ཨ་ནི་དེའི་རྗེས་ལ་ཡང་ཡང་བརྒྱ་མིང་བཞི་ཡིན་པའི་དང་འབྲེལ་ཡོད་ཟེར་ན་དབྱངས་བཞི་ཡོད་ས། གཅིག། ཡི་གེ་དེ་ལ་དབྱངས་བཞི་ག་རེ་ཅིག་ཞུགས་ཀྱི་འདུག་ན་བཞུགས་ཟེར་ན་ད་གང་འཇགས་བྲིས་འདུག་ན་དཔེར་ན་གྱི་གུ་ཡི། ཡ། གྱི་གུ་བྲིས་ཡོད་ན་འདྲ། ཞབས་ཀྱུ་བྲིས་ཡོད་ན་འདྲ། འགྲེང་པོ་བྲིས་ཡོད་ན་ན་རོ་བྲིས་ན་འདི་ཚོ་བྲིས་ས་གི་ཡི་གེ་དེ་ཁོའི་ཡི་གེ་དེ་ག་བ་ལ་བྲིས་དང། ག་ག་ལ་བྲིད་བའི་ང་ག་ལ་བྲིད་བའི་ཀ་ལ་བྲིད་བའི་ཁ་ལ་བྲིད་བའི་འོ་པ་ལ་བྲིད་བ་ལ་བྲིད་ག་རི་ལ་བྲིད་དོ། དཔེར་ན་མི་ཡི་ར་བ་ཅིག་ལབ་པ་ཡིན་ན་ང་ཚོ་མི་ར་བ་མི་ཚང་མ་ང་ཚོ་མི་ཡིས་ལབ་ན་མ་གི་གུ་མིས་ལབ་འགྲོ་བ་བྱས་ཙང་མ་ཡི་སྒང་ལ་ཡི་གེ་ཅིག་ཨ་ནི་གི་གུ་ཅིག་བྲིས་ཚར་དེ་ཙམ་པ་ལ་འདི་ཡི་གེ་མ་དེ་ལམ་སང་མིང་གཞི་ཡིན་པ་བདག་རང་གི་བཏགས་དོན་པ་རེད། ཁོ་སོང་ཨ། ཁོ་ལ་སྔོན་འཇུག་མིང་གཞི། སྔོན་འཇུག་ཡང་འཇུག་རྗེས་འཇུག་ཡོད་མེད་ལ་མ་ལྟོས་པའི་གལ་སྲིད་ཡོད་པ་ཡིན་ན་ཀྱེ་མ་དེ་དག་མིང་གཞི་རང་ཅག་འདེད་དགོས་བར་ཁོ་སོང་ཨ། གང་ཡིན་ཟེར་ན། མ་དེ་ག་ལ་ཡི་གེ་བུ་གཅིག་བྲིས་ཚར་དང་བ་ཁྱེད་ཚོའི་དབྱངས་ཡོད་པ་ཡིན་ཙང་འདིར། གང་གི་གཅིག་པུ་གཅིག་དབྱངས་དང་རིགས་པ་ད་ག་ན་ཞིག་བ་ཟུར་ཡོད་ངེས་དང། མགོ་ཅན་ཡོད་ངེས་མདོག་ཅན་ཡིན་ངེས། འོ་འདི་ཚོའི་རིགས་དེ་ཆ་ཚང་ག་དུས་དོན་པ་ཡིན་ན་ཁོ་ལ་སྔོན་འཇུག་མིང་གཞི་རྗེས་འཇུག་ཡོད་མཁན་ཅིག་ཡིན་ན་ཀྱེ་ཁོ་རང་རང་ཅག་ཏག་ཏག་འདེད་དགོས་བར་ད། མིང་གཞི་ཡིན་པ་རེད་ད་དེ་ག་དུས་ཡིན་ན་ཁོ་སོང་ཨ། འོ་ཡ། ད་དེ་ཚོ་ཆ་ཚང་ཤེས་ནས་ད་དེ་ཚོ་དང་མ་འདྲ་བ་གཞན་དག་དང་དག་ག་རེ་ཡོད་རེད་ཟེར་ན་མིང་གཞི་ཡིན་གྱི་ཡིན་པ་གྱང་ངོ་ཤེས་པ་ལ་དཔེར་ན། དེ་ཚོ་ཆ་ཚང་དང་མ་འདྲ་བ་ཅིག་ཡི་གེ་འབྲུ་རེ་རེ་རེ་རེ་དེ་འདྲས་གླེགས་གི་འདུག་བ་མཚམས་མཚམས་ང་ཚོ་ཡི་གེ་འབྲུ་གཅིག་རྐང་གཅིག་རང་གཅིག་ཕྱེས་ནས་ཚགས་སྟོང་བརྒྱ་ཡོང་གི་འདུག་བ་དེ་འདྲས་ཀྱི་ཡི་གེ་ཅིག་གླེགས་ཀྱི་འདུག་ན་ཡང་ཡི་གེ་ག་འདྲས་ཡིན་ན་རེ་ད་ག་མི་སུམ་ཅུ་གི་ཡི་གེ་འབྲུ་ག་འདྲས་ཅིག་གླེགས་ཀྱི་ཡོད་ན་ཁོ་ལ་ཡ། ཚགས་སྟོང་གཅིག་བརྒྱ་ནི་ཡི་གེ་ཁོ་རང་གཅིག་པོ་ཅིག་མ་གཏོགས་མི་འདུག་ན་འོང་འདི་ཆ་ཚང་ཡང་མིང་གཞི་རེད་ལགས་གོ་སོང་ཨ། ཡི་གེ་འབྲུ་གཅིག་མ་གཏོགས་ཡོད་མ་རུ་བ། འབྲུ་གཅིག་དེ་ལ་སྔོན་བྱུང་མིང་གཞི་རྗེས་འཇུག་མང་པོ་བརྩི་བྱ་ཡག་གེ་མོ་གཅིག་མ་གཏོགས་བརྩི་ཡ་མེད་བརྩིའི་ཚེ་མ་མིང་གཞི་ཡི་གེ་ག་དུས་ན་ཡོད་དགོས་དགོས་ཡོད་པ་ཡིན་ཙང་རྟག་ཁོ་མིང་གཞི་ཡི་དུས་ཚོད་དེ་ཁྱི་བེར་ཐོབ་ཐང་རེད་བ་དེ་མིང་གཞི་ཡི་གེ་བེར་བྱས་ཙང་ཁོ་མིང་གཞི་རེད་ལ་བར་སྙན་དེ་དཔེ་འདྲ་བོ་ཆུང་ཆུང་བཞག་འདུག་ཨང། ཨ་མ་ཟེར་དང་ཨ་ཕ་ཟེར་འདི་འདུག་ཨ་ཞེས་པ་ཁོ་རང་མིང། འདི་མིང་གཞི་རེད་ཡི་གེ་ཨ་ཟེར་ཡི་གེ་འབྲུ་གཅིག་རེད་ཁོ་ལ་ཚགས་དུང་བརྒྱ་རེད་ད་ཨ་ནམ་རྒྱུན་ནས་སྔོན་བྱུང་རྗེས་འཇུག་དེ་འདྲའི་ཡི་གེ་དེ་འདྲ་མེད་ཙང་འདི་ལས་སླ་པོ་འདུག་བསམ་གྱི་ཡོད་ན་ད་མ་ལ་ཆགས་བཞག་དེ་ཡ་མ་ལ་སྔོན་བྱུང་ཡོད་རེད་མ་ལ་རྗེས་འཇུག་ཡོད་རེད་བ། བྱས་ཙང་འདི་མ་དེ་སྔོན་འཇུག་མ་རེད་རྗེས་འཇུག་མ་རེད་ཁ་སང་མ་ཁོ་རང་གཅིག་པུ་བྱས་ཨ་ནི་ཚགས་དུང་ལས་ཡོང་གི་འདུག་བ་ད་ཕེར་ན་དེ་ཚགས་རིང་སོ་ལ་བྱས་བྱས་འོ་དེ་ཡང་ཨ་ནི་མིང་གཞི་བཞག་པར་ཨ་པ་སའི་དག་རེད་ཨ་དེ་མིང་གཞི་རེད་པ་ཡི་མིང་གཞི་རེད་གོ་སོང་ཨ་འོ་དེ་ངས་ཁྱེད་རང་ཚོ་ལ་མིང་གཞི་ཡིན་གྱི་ཡིན་པའི་སྟོན་པའི་སྐད་ཆ་རེད་ད་མིང་གཞི་ངོ་སྤྲོད་ཀྱི་མདོར་བསྡུས་ཅིག་བྱེད་ད་ངས་རི་མོའི་སྐར་ནས་པ་སྙིང་རྗེ་བོ་ཞིག་སྟོན་པ་ཡིན་ན་ཨ་ནི་དེ་ད་འདོད་ཏེས་ཅི་ཁ་སིར་རེ་འགྲོ་གི་རེད་ད་ལྟ་འདི་ལྷོ་བཙས་ཀྱི་བྱས་པར་བ། འོ་ཡ་ད་རི་མོའི་སྐར་ནས་སྟོན་པ་ཡིན་ན། སྔོན་འཇུག་མིང་གཞིའི་རྗེས་འཇུག་ཡང་འཇུག་སའི་ཡི་གེ་འབྲུ་ཞིག་དེ་ག་འདྲས་སུ་སླེབས་ཀྱི་རེད་ཟེར་བ་ཡིན་ན། དང་པོ་དེ་གཉིས་དཀྱིལ་མ་དེ་ལ་ཡང་སྣག་ཚ་སྔོན་པོའི་གཞི་ག་ནས་ཡི་གེ་ག་རེ་བྲིས་དོ། མིང་གཞིས་ལ་ནི་བྲིས་འདུག་བ། མིང་གཞི་ཡི་གེ་དེ་ཁོ་དང་པོ་ཁྱེད་རང་ངོ་ཤེས་པ་བྱེད་དགོས་བར་ཐ་ཇི་སྙེད་ལ་ང་ཚོ་སྦྱངས་ཡིན་པ། བྱས་ཙང་མིང་གཞི་དེ་ངོ་ཤེས་པ་བྱེད། མིང་གཞི་ངོ་ཤེས་ཚར་དུས། ད་འདིའི་རྗེས་ལ་ག་རེ་སླེབས་ཀྱི་རེད། དེ་མིང་གཞིར་བ་དེ་ཀོ་ར་བརྒྱབ་སོང་ཨ། ད་མིང་གཞི་སླེབས་དུས་ཙམ་པ་ལ། མིང་གཞི་ཡི་གེ་དེ་ངོ་ཤེས་ན་ཁོས་ཀྱིས་དངོས་ལ་ཡི་གེ་གཅིག་འབྲུ་དགུ་ཡོད་ན། ཡི་གེ་ཁོའི་མངལ་ལ་མངོན་འཇུག་ཡིན་ཁོའི་གི་མངལ་ལ་ཡི་གེ་ཞེས་འབྲུ་གུ་འདུག་ན། འོ་དེ་མངོན་འཇུག་འདི་ལེ་ལ་ཡའི་ཡི་གེ་འདི་ལ་མངོན་འཇུག་འུ་སི་ལ་བ་རེད། ཁོའི་གི་དངོས་ལ་འབྲུ་གུ་འདུག་བ་མིང་གཞི་ཡི་གེ་དེ་གཞི་བཞག་ནས་ཁོའི་གི་དངོས་ལ་འགྲོ་བ་ཡིན་ཙང་མངོན་འཇུག་སི་མིང་འདུག་སི་བཏགས་བ་རེད་མངོན་གསལ་དེ་དངོས་ལ་འགྲོ་བ་ཡིན་ཙང། ཨ་ནི། འཇུག་ཡ་དེ་ག་རེ་ལ་འཇུག་བ་རེད་མིང་གཞི་ལ་འཇུག་བ་རེད་བ་འཇུག་སྟངས་དེ་དངོས་ལ་དེ་དངོས་ལ་འགྲོ་ནས་འཇུག་བ་ཡིན་ཙང་མངོན་འཇུག་སི་མིང་འདུག་སི་ཐ་སྙད་འདུག་བསམ་བློ་བཏང་ད་ལམ་ས་འགོ་ཚུད་པ་འདུག་བ་ང་ཚོ་བོད་པས་གི་བོད་སྐད་དེ་ཤེས་ཀྱི་ཡོད་ཙང། ད་དེ་ག་ནང་བཞིན་གཅིག་པ་གཅིག་རྐྱང་རིག་པ་གཅིག་པ་རེད་ད་རྗེས་འཇུག་སི་ལབ་ཏུ་བ། རྗེས་འཇུག་སི་དུ་ཙམ་པ་ལ་མིང་གཞི་ཡི་གེ་རང་སྦྱང་གཞི་བཞག་སོ་བ་ཁོད་ཀྱི་རྗེས་ལ་ཡག་འགྲོ་གི་འདུག་བ། བྱས་ཙང་ཁོད་ཀྱི་རྗེས་ལ་འཇུག་ནས་འགྲོ་བ་ཡིན་ཙང་རྗེས་འཇུག་སི་ལབ་གོ་སོང་བ། འོ་ཡ། དེ་ནས་ད་ད་ཡང་འཇུག་སི་ལས་སོང་བ། ཡང་འཇུག་ག་རེ་ཆགས་རེད་མིང་གཞི་ཡི་གེ་དེ་མར་རྩ་གཞི་བཞག་ནས་ཁོད་ཀྱི་རྗེས་ལ་རྗེས་འཇུག་འགྲོ། རྗེས་འཇུག་གི་རྗེས་ལ་ཡང་བསྐྱར་ཁོད་མི་གཅིག་མ་སོང་བ་མི་གཅིག་གི་རྗེས་ལ་གཅིག་སླེབས་སོང་ཨ་ཡ་ཡང་བསྐྱར་གཅིག་སླེབས་སོ་ལ་གི་རོགས་ང་ཚོ། དེ་ནང་བཞིན་བྱས་ཙང། མིང་གཞི་ཡི་གེ་དེ་མར་རྩ་ཡིན་པ་གཞི་བཞག་ནས་གཙོ་བོ་འགྲོ་གཞི་བཞག་ནས་འཁོད་ཀྱི་རྗེས་ལ་ཡི་གེ་གཅིག་འགྲོ། ཡི་གེ་གཅིག་དེའི་རྗེས་ལ་གཅིག་གི་མ་ཚད་ཡང་བརྒྱ་གཞན་དག་ཅི་ཡང་རྒྱུགས་ཡོང་དགོས་པ་ཡིན་ཙང་ཡང་འཇུག་ལ་མགོ་ནས་ཡོང་རོ་ཨ་ཡང་འཇུག་སི་དེ་འོ་སི་རེད། ད་འདི་སྤྱི་འོང་གི་སྔོན་འཇུག་མིང་གཞི་རྗེས་འཇུག་ཡང་འཇུག་སི་ཕར་འཕྲེད་ལ་རྩིས་འདི་ཙམ་པ་རྩིས་སྟངས་དེ་འདུག་རྩིས་ཤེས་པ་བྱེད་དགོས་རེད་ཁ་བསྡུར་ཆགས་སོང་ཨ་འདི་བང་རིམ་དེ་ག་དུས་ཡིན་ན་ད་ག་རང་རེད་ད། འོ་ཡ་ཆུང། ད་འདི་ཡིན་ཏེ་བརྩམས་པ་ལ་ད་མ་གི་བ་ར་གི་པེར་ད་ངའི་བ་ར་གི་ཡི་གེ་ཅིག་བྲིས་ཤག་ད་པེར་ན་བ་ཨོ་ས་ཀ་ད་ག་ར་ད་ཏྲ་ཤིག་ཅུ་ཀྲུ་བ་ཨ་ས་བསྒྲུབས་ཟེ་ཡི་གེ་ཅིག་བྲིས་འདུག་ཨང། ད་འདིའི་ནང་ལ་ཡི་གེ་འབྲུ་དེ་ཆ་ཚང་ཚང་དེ་ཡོད་ར་ད་ད་ད། སྔོ་འཇུ། མགོ་རྗེན། མིང་གཞི། ཨ་ནི་མདོག་རྗེན། དབྱངས། རྗེན་འཇུག། དབྱངས་འཇུག་ཟེར་ནས་ཡི་གེ་འབྲུ་དེ་ཆ་ཚང་ཚང་འདུག་ཨང། ད་འདི་ཚང་དུས་བརྩམས་པ་ལ། ད་འདི་ག་བ་ཡོད་རེད། མགོ་ཅན་དེ་ག་བ་ལིག་རེད་ཟེར་ན། ཅིག་པ་ཅིག་རྐྱང་རེད་དེ། མིང་གཞི་ཡི་གེ་ཁོ་རང་གི་མགོ་ལ་ཡག་ཁྱི་ཅིག་འོད་ཀྱི་ནི་ཡི་གེ་ཅིག་ཡིན་ཙང་མགོ་ཅན་ཟེར་ལབ་པ་རེད་ཁོས་མགོ་ལ་ཁྱི་རུག་ཏུ་ཨ། བྱས་ཙང་མགོ་ཅན། གོ་སོང་ཨ། མིང་གཞི་ཡི་གེ་མགོ་ལ་ཁྱི་རུག་ཏུ་ཨ། མགོ་ཅན། ད་མདོག་ཅན་ཟེར་དུས་ཙམ་པ་ལ་ཡི་གེ་དེ་བ་ནི་ཡ་ལིག་བར་མིང་གཞི་ཁོ་རང་གི་བ་ལ་ཡ་སྟག་འོད་ཀྱི་ཡིན་ཙང་སྟག་པ་དང་མདོག་ཟེར་ན་ཅིག་པ་རེད་བདག་ཟེར་མདོག་ཟེར་དང་སྟག་ཟེར་ཅིག་ཅིག་པ་རེད་བ། བྱས་ཙང་མིང་ཞིག་བ་ནི་ཡང་བཏགས་དགོས་ཀྱི་ཡོད་ཙང་དེ་ལ་རྡོག་སི་ལ་རི་ཐུའི་ད་ལྟ་བའི་སྒྲ་སྦྱར་ནས་རྡོག་སི་གོ་སོང་ཨ། བྱས་ཙང་དེ་འདྲས་ཀྱི་བཏགས་དགོས་ཡས་ཀྱི་མིང་ཞིག་བ་ལ་བཏགས་དགོས་ཡས་ཀྱི་ཡི་གེ་དེ་ལ་ཨ་ནི་རྡོག་སི་ལ་རི་ཨ་ནི་དེ་ཚོ་ཡི་གེའི་མིང་དུ་བཙལ་ལ་རྡོག་ཅན་སི་ལ་ནི་མིང་བཏགས་པ་རེད་དེ་ལ་ག་རེ་ཡོད་རེད་ཡ་བཏགས་ར་བཏགས་ལ་བཏགས་ཟེ་དེ་ལེགས་རེད་བ། མགོ་ལ་ཡ་བཞག་དགོས་ཡས་ཡི་གེ་མགོ་གསུམ་ཡི་གེ་གསུམ་ཡོད་རེད་བ་འདི་ག་རེ་བཞག་དགོས་རེད་ཟེར་ན་ར་མགོ་ལ་མགོ་ས་མགོ་ཟེ་ཁོང་ཚོ་གསུམ་བཞག་འགྲོ་གི་ཡོད་རེད་བ། ད་དཔེ་འདྲ་བོ་ཆགས་ཤིང་ད་ལྟ་ཡི་གེ་སྒྲུབ་ཟེར་ཞེས་མ་གི་བར་ལ་ངས་དཔེ་བྲིས་ནས་བཞག་འདུག་བ་འདི་ཡི་གེ་ལ་ཆགས་ཤེས་ན་ད་འདིའི་རྗེས་ལ་དབྱངས་ཅིག་སླེབས་གི་རེད་དབྱངས་འདི་མཚམས་མཚམས་མགོ་ཅན་གྱི་སྒང་ལ་ཡང་བཞག་གི་རེད་མཚམས་མཚམས་མདོག་ཅན་གྱི་བར་ལ་བཞག་ཡོང་གི་རེད་ད་འདི་ག་རེ་ལ་རག་ལས་རེད་ཟེར་ན་ནམ་རྒྱུན་ང་ཚོ་དབྱངས་ནི་ཡི་གེ་འབྲུ་བཞི་མ་དེ་ཡོད་མར་ངོ་ཤེས་ཀྱི་རེད་བ་དཔེར་ན་གྱི་སྐུ་ཟེར་དེ་སྒང་ལ་བཞག་གི་རེད་འགྲེང་པོ་ཟེར་དེ་སྒང་ལ་བཞག་གི་རེད་ནཱ་རོ་ཟེར་དེའང་སྒང་ལ་བཞག་གི་རེད་ད་མདོག་ཅན་གྱི་བར་ལ་བཞག་དགོས་བའི་དབྱངས་འདི་གཅིག་མ་གཏོགས་ཡོད་མར་འདི་ག་རེ་རེད་ཟེར་ན་ཞབས་ཀྱུ་རེད། ཞབས་རྒྱུད་དེ་གཅིག་པོ་གཅིག་མདོག་ཅན་བ་ལ་བཞག་གི་རེད་བ། ད་ད་ལྟ་ང་ཚོ་སྐབས་སུ་བབས་པ་འདི་ཞབས་རྒྱུད་ཡིན་ཙང་ཨ་མྱེས་ཀྱི་བ་ལ་བཞག་ག་ཅིག་ཤོག་གཡང་གཅིག་བཞག་སོང་ཨ། འོ་དེ་རེད་ད། ཕ་གི་གི། ཕ་གི་ཡི་གི་དེའི་འདི་ན་དམིགས་བལྟ་དེ་ཙམ་པ་ལ་སྔོ་འཇུ། མིང་གཞི། མགོ་རྗེན། མདོག་རྗེན། གཡང། རྗེན་འཇུག་གཡང་འཇུག་ཚང་མ་དོན་སོང་ཨ། ད་དེ་ལ་ཡི་གེ་འདི་ཀློག་ཡོང་དུས་བརྩམས་པ་ལ་དང་པོ་ཡི་གེ་འདི་ག་ནས་ཀློག་རེད་ང་ཚོ་དཔེར་ན་སྤྱི་དང་གི་ནམ་རྒྱུན་ང་ཚོ་རི་མོ་གི་མིག་གི་ལྟག་སྟངས་འདྲ་བོ་གཅིག་གོ་རིམ་འདྲ་བོ་གཅིག་བརྩིས་ནས་མངོན་བརྗོད་དེ་དང་པོ་དེ་ནི་མ་ཀློག་རོགས་ང་ཚོ་ལག་པ་གཡས་མ་ནས་གཡས་པ་ལ་བར་ཡི་གེ་གཅིག་ཀློག་འགྲོ་དགོས་རོགས་དཔེར་ན་ཡི་གེ་གཅིག་བྲིས་པ་ཡིན་ན་བྲིས་སྟངས་ད་ག་རོགས་གཡོན་མ་ནས་མགོ་བོ་བཙུགས་ཨ་ནི་སྒང་ནས་མ་བྲིས top to bottom ལ་གི་རོགས left to right top to bottom ཟེར་གི་རོགས་ཨིན་ཇི་ཡིན་ན་ལག་པ་གཡོན་མ་ནས་ལག་པ་གཡས་པ་བར་དུ་བར་ཀློག

དག། དེའི་རྗེས་ལ་ནི་མིང་གཞི་གི་ས་མཚམས་ནང་ལ་གློ་བོ་དེ་འཛོམས་པ་མིང་གཞི་ཁ་བཏུར་ལོ་བ་ཡོད་མ་ཁར་སའི་མིང་གཞི་དེ་ལ་མགོ་ཅན་མདོག་ཅན་དབྱངས་དང་ཚང་མ་ཡོད་པ་ཡིན་ཙང་ཨ་ནི་དང་པོ་མགོ་ཅན་གྱི་གང་ནི་མ top to bottom ལ་རོག་མགོ་ནི་མ་བ་ལོ་བ་ཡིན་ཙང་བའོ་ས་ལ་ས་དེ་དངོས་ལ་ཡོད་ཙང་ས་ག་ཏག་ག་ལབ་རེད་ཨ་ནི་དེའི་རྗེས་ལ་ད་མདོག་ཅན་ཏག་ཙང་ག་ར་ཏག་འདྲ་ཨ་ནི་དེའི་རྗེས་ལ་ཞི་ནས་འདྲ་ཞབས་ཅུ་འབྲུ་ཟེར་དབྱངས་དེ་ལོར་འབྲུ་དེ་ནི་བ་ས་སེ་སྦྱིན་རྒྱུ་དེ་ཡང་རྒྱུ་གཉིས་དེ་ལ་བ་ས་སྒྲུབ་ས་ལ་བ། དེ་ལ་ཡ་ཨ་ནི་དཔེ་མཚོན་འདི་འདྲའི་ཆེད་ནས་སྔོན་སྦྱོར་ལོ་བརྒྱ་དང་བསམ་བློ་འདི་འདྲའི་ཆེད་རིགས་པ་ཞིག་བཏགས་པ་ཡིན་ན་ད་རིགས་པ་དེ་གཅིག་པ་གཅིག་རྐྱང་ད་ཁྱེད་རང་གིས་དཔེ་ཆ་བཀའ་འགྱུར་བསྟན་འགྱུར་མགོ་ནས་བཀུག་པ་དང་ག་འདྲ་བྱས་ལ་ཡི་གེ་འབྲུ་བཀྲགས་པས་ན་རིགས་པ་དེ་ད་ག་རང་བྱས་ནས་ཀློག་འགྲོ་ཡ་རེད་བྱས་ཙང་སྦྱོར་ལོ་དེ་ཡིན་གཅིག་མིན་གཅིག་རྒྱབ་ཤན་པ་བྱེད་དགོས་རེད་སྦྱོར་ལོ་དེ་ཚང་མ་རྒྱབ་ཤན་གྱི་རེད་ད། གོ་སོང་ཨ། ད་རྒྱུ་ལོག་བྱེད་དུས་ཙམ་པ་ལ་ནི་དཔྱད་སྟངས་འགྲོ་གི་འདུག་ཡ་དཔྱད་གོ་རེ་མ་དཔྱད་གོ་རེ་ཟེར་དེ་འདྲས་ཀྱི་ཏེས་ཏེས་མཁས་པ་ཤོག་ནི་ཏེས་ཀ་ཉིན་སྤྲེལ་གི་རེད་བ། དེ་ཡང་གོམས་འདྲིས་བསྟན་ནས་སོ་སོ་ཅག་རྟག་པ་ཡང་ནས་ཡང་དུ་ཅིག་ཀློག་བསྡད་ན་གོམས་འདྲིས་བསྟན་ཅིག་སོ་སོ་ཀློག་ཤེས་ད་ཆ་ཨའི་རྒྱུ་ལོག་རེད་བ་དེ་ཏེས་གོ་གི་རེད་གལ་ཆེ་གི་མ་རེད་ཡིན་ན་རྒྱུ་ལོག་དེ་ཡིན་གཅིག་མིན་གཅིག་ཤེས་པ་བྱེད་དགོ་གི་ཡོད་རེད་བ། ད་དབྱངས་ནི་དབྱངས་ཅན་དེ་འདྲ་ལ་བ་ལ་ཞབས་རྒྱུ་རེད་གང་ལྟ་བ་ཡིན་ན་ད་དེ། སྒང་ལ་བཞག་སོང་ཨ་མྱེས་དབྱངས་ཅན། འོ་དེ་ལ་ཡང་གི་གུ་ཡིས་སྒང་ལ་སླེབས་ཀྱི་རེད། འགྲེང་པོ་ཡིན་ན་སྒང་ལ་བཞག་གི་རེད། ནཱ་རོ་ཡིན་ན་སྒང་ལ་བཞག་ཁོ་ཚོ་གསུམ་དེ་སྒང་ལ་བཞག་གི་རེད། ཞབས་རྒྱུ་དེ་གཅིག་པོ་ཅིག་བག་ལ་བཞག་གི་རོགས་ཨ། འོ་འདུག་སེ་བྱས། འོ་ཡ། ཨ་ནི་ད་ག་ཡ། ཨ་ནི་འདི་ང་ཚོ་རྗེས་མ་སྦྱོང་བརྡར་བྱས་ཡིན་ད་ཨ་ནི་དེ་རིང་ང་འདས་བཞག་གི་ཡིན།